བོད་ནི་མཁན་པོ་གི་མཚན་གསོལ་དང། སྤྲུལ་སྐུ་ཆེན་པོ་གཅིག་གི་ངོས་འཛིན་གཉིས་ལས་ཀྱང་མཁན་པོའི་མཚན་གསོལ་དེ་ལས་དོ་སྣང་ཆེ་བ་ཅིག་རེད་གསུངས་འཕྲོས་འདུག་མཁན་པོ་གི་མཚན་གསོལ་ཟེར་བ་དེ་ལས་སླ་པོ་བྱེད་ཀྱི་མ་རེད་གསུངས་འདུག་དཔེར་དེ་གཅིག་བཏགས་པ་འདྲ་མང་པོ་ཅིག་བྱས་ནས་ཀྱང་མཁན་པོའི་མཚན་དེ་གསོལ་ན་མ་འོངས་པ་ལ་བསྟན་པ་དང་སེམས་ཅན་ནི་སྤྱིར་འགྲོ་དོན་རྒྱ་ཆེན་པོ་ཅིག་ཡོང་ཐུབ་དོགས་མི་འདུག་ཟེར་བ་གིས་བཏགས་པ་མང་པོ་ཅིག་བྱས་ནས། མཁན་པོའི་མཚན་སོགས་དེ་འདྲའི་བཞེས་ཡག་གི་ལུགས་སྲོལ་ཡོད་རེད། ད་མཁན་པོ་གི་མཚན་དེ་སོ་ཚ་ནས་བཟུང་སྟེ། ད་བླ་མ་སྤྲུལ་སྐུ་ཆེ་ཁག་དང་སྐད་ཆ་ཁ་ཁ་རེད་མ་གཏོགས་རང་དགར་བླ་མ་སྤྲུལ་སྐུ་ལས་ཀྱང་ཡང་ན་མཁན་པོ་དེ་ཁོ་རང་བས་དེ་ལྷག་པ་འདྲ་ཅིག་བརྩི་གི་རེད་སོང་ག་རེད་ཟེར་ན། ད་སྤྲུལ་སྐུ་ཚོ་ལ་གཅིག་གང་ད་ལྟ་གཅིག་ད་སྐུ་གཤེགས་གོང་མ་གི་གང་ཡོད་ན་མ་གཏོགས་ད་ལྟ་ལ་ཁོ་སྐུ་ཡོན་དུ་ག་གེ་ཡོད་མ་རོགས། ད་མཁན་པོ་ཟེར་ཡག་དེ་ལས་བས་དེ་བྱུང་ནས་སློབ་སྦྱོང་བྱས་ནས། བས་དེ་ཁོ་རང་གི་ཐུན་མོང་གི་རིག་གནས་ནས་བཟུང་སྟེ་སློབ་སྦྱོང་བྱས་ནས་སློབ་སྦྱོང་གི་ཐོག་ལ་ཧ་ལམ་མི་ཚེ་ནང་མ་འདང་ཕྱེད་ཀ་བཅད་བཅག་ཚར་རེད། དེའི་སྟེང་དུ་ད་བོད་ཀྱི་ལུས་སྲོལ་འདྲ་བས་ན་ལམ་སྟོན་སོགས་སོགས་ཀྱི་ཉམས་ལེན་གྱི་རིགས་དེ་ཚོ་ཐམས་ཅད་ཡིན་ན་ཡང་ཞུས་ནས། བས་དེ་ད་ང་རང་ཚོ་གཉིས་མ་ཡིན་ན་རྫོགས་པ་ཆེན་མོ་གི་དེ་ནས་ཁྲེལ་ཆོད་ཐོད་དཀར

ཟོར་བོ་ཅིག་ཡོད་ན་འདྲ། དོན་ངོ་མ་ང་ཚོའི་དཔེ་དེ་གཟུགས་པོ་བཟང་ངན་གྱི་ཐོག་ལ་ཡར་སླེབས་བཞག་རྒྱུ་སྐད་ཆ་མ་རེད་ནང་གི་དཔེ་དེ་ཡོན་ཏན་གྱི་ཐོག་ལ་ཡར་སླེབས་བཞག་རྒྱུ་དེ་ཡིན་དུས། ད་གང་ལྟར་ཡིན་ན་ཁྱེད་རང་ཚོ་ཡོན་ཏན་ཡག་པོ་ཡོད་འདུག་མ་འོངས་པ་ལ་ད་འུ་དེ་འདྲའི་གི་འཇམ་རྩ་ནས་རྒྱག་ཡོད་མ་རེད་ད་འུ་དཔེ་དེ་ཡོན་ཏན་གང་ནས་ཤུགས་རྒྱག་དེ་ལྷག་པར་དུ་དཔེ་ན་ཉམས་ལེན་གྱི་རིགས་དེ་སོགས་ཡིན་ན།

ཅིག། མན་ངག་སྟོན་བཤད་ཟེར་ཟེར་ཐམས་ཅད་ལྟར་ཞུ་བའི་ངེས་པའང་ཡོད་ཀྱི་མ་རེད་དྲན་གྱི་རེད། སོ་སོ་གི་བོད་ཡོངས་ཀྱི་དད་པ་དང་མོས་གུས། དེ་འདྲའི་ཐོག་ལས་བསམ་བློ་མང་པོ་གཏོང་རྒྱུ་ཡོད་རེད་བ་མ་དོ་ཨོ་ད་ཁོ་བོད་དེ་ཁོ་ལས་ཅིག་ཤེས་ཤེས་གི་རེད་ད་ཁོ་མན་ངག་སྟོན་དུ་སྟོན་མཁན་རེད་ཟེར་ན་ད་ང་རང་ངོས་ནས་ཡང་དེ་ལས་དད་པ་འགྲོ་མི་འགྲོ། ཡོངས་ཀྱི་སོ་སོ་སྒེར་གྱི་དཀའ་ངལ་ཟེར་རྒྱུ་མི་འདུག་གང་གི་ཐད་ལ་ཡིན་དུས།

ཡིན་ན་ཡང་ད་དེབ་ཅིག་བླ་མ་སོ་སོའི་ཁམས་དང་མོས་པ་བསྲེས་ནས་མི་རང་རང་སོ་སོར་ཁ་ཁ་ཁ་ཁ་ཡོད་རེད་ཐམས་ཅད་གཅིག་པ་མ་རེད་ང་རང་ཚོ་འདས་ལ་སྦས་ཏེ་རྣམ་གྲོལ་གླིང་གི་བཤད་གྲྭ་གི་སྒྲིག་གཞི་ནང་བཞིན་ཆོས་དེ་ལ་དཔེ་ཁྲིད་མ་འགྲོ་ན་ཆོག་གི་མེད་ད་མེད་ན་ངས་ཆད་པ་རྒྱག་གིན་གདའ་ཟེར་སྐད་ཆ་ཡོད་མ་རེད། ཡིན་ན་ཡང་ཁྱོད་རང་ཚོ་ཡིན་གྱི་མིན་གྱི་ཐབས་དགོས་དགོས་གདའ། གཅིག་བླ་མ་སུ་བསྟེན་རུང་མི་བསྟེན་རུང་སོ་སོའི་རྒྱུད་ལས་ད་བསམ་བློ་གཏོང་ས་ཅི་འདི། དངོས་གནས། ད་བསམ་ན་སྟོང་ས་ཟེར་ནས་ང་ཚོ་ཐུན་མོང་གི་རྒྱུགས་ན་སྐྱེ་རྒྱུ་མ་ཡིན་པ་གི་ད་ངོ་ང་ཚོ་རྫོགས་པ་ཆེན་པོ་གི་མན་ངག་འདི་ཚོ་རྟོག་ད་སེམས་ལས་འདས་པི་གི་དེ་ནི་ཡེ་ཤེས་གི་ཆ་གཅིག་ད་བསམ་ན་སྟོང་ཨ་གཅིག་སླེབས་གི་ཡོད་རང་ངོ་མ་དཔེ་དེ་རྫོགས་ཆེན་གི་ངོ་སྤྲོད་ཐོབ་མཁན་གི་ད་གང་ཟག་ཡིན་ན་ཁོ་གི་ད་ང་རང་ཚོ་གི་གཟུང་འཛིན་གི་སེམས་འདི་མ་ཡིན་པ་གི་འདི་ལས་ལྷག་པི་གཟུང་འཛིན་ལས་འདས་པི་གི།

བསྟན་སྲུང་བོན་པོ་ལེའོ་ཡོད་རེད། དེ་ཡིན་དུས་དེ་ཙམ་གྱིས་ང་ཚོ་དཔེ་དེབ་རྙིང་མ་ཡིན་ང་ཚོ་དཔེ་དེབ་སྔ་འགྱུར་རིག་པ་འཛིན་མཁན་ཡིན་ཟེར་ཡག་གི་སྐད་ཆ་ཅི་གང་མི་འདུག་ད་དེ་ཁོ་རང་རྩ་ནས་མེད་དེ་ད་དེ། དེ་ཡིན་དུས་དེ་འབྲེལ་གྱི་ད་བླ་མ་གཅིག་སོ་སོ་འཚོལ་དགོས་གི་རེད། མ་ཐུབ་པ་གི། ད་ང་མི་ཚེ་དེར་གང་ཡིན་ན་ཡིན་དེ་མ་ཐུབ་ན་ཡང་ཆེས་མི་འདུག་བསམ་བསམ་རྩ་ནས་གཡུག་རྒྱུ་ཡོད་མ་རེད།

སྔ་མ་ཡིན་ན་སྐྱབས་ཀྱི་བདུད་ཉག་རིན་པོ་ཆེ་འདྲ་སྐྱབས་ཀྱི། ག་ཚད། སྡིག་མགོ་ཆེན་རྩེ་རིན་པོ་ཆེ་འདྲ། དེ་ག་ནང་བཞིན་གྱི་ད་ང་རང་ཚོ་སྐྱབས་ཀྱི་དཔལ་ནོར་རིན་པོ་ཆེན་རེད། ད་དེ་འདྲའི་གི་བླ་མ་དེ་ཚོ་ད་པ་དེ། པེ་དེ་ཟས་ཚར་བ་ད་ཟས་ཚར་འགྲོ་དེ། ད་ཅི་གང། ཅིག། ཞུ་དྲན་གནང་ཡོང། ཞུ་ས་ཁོ་རང་ད་རག་གི་མི་འདུག། ཧ་ཅང་དཀོན་པོ་ཆགས་འདུག།

རྦད་དེ་མི་རབས་ནས་མི་རབས་འཐུས་ཡ་དེ། ད་དེ་རྗེས་འཇུག་ཐམས་ཅད་ཀྱི་ལས་འགན་སྟེར་བ། ཨོ་དེ་ག་ནང་བཞིན་ང་རང་ཚོ་གི་ཡིན་ན་ང་ལྟ་བུ་རིན་པོ་ཆེན་གྱི་ད་དྲིན་ལན་འཇལ་ཡ་དེ་ང་ཚོ་ཁུང་གི་མཛེས་པ་དྲིན་ལན་ཏེ། ད་ལོ་ནས་ལོ། མི་རབས་ནས་མི་རབས་བར་འཐུས་ཡ་དེ། ང་གི་ད་དྲིན་ལན་གསར་བ་གི་ལས་ཀ་དེ་ཡིན་དེ་ཡང་རེད་མ་གཏོགས་བར་གི་གཞན་ང་ཚོ་ག་གི་བྱས་ཡ་ཡོད་མ་རེད་ད། སྐུ་དངོས་པོ་ནས་རྦད་དེ་ད།

ཐབས་ཤེས་དག་ཅིག་བསྟན་པའི་དོན་དག་མང་པོ་གནང་འདུག་འདུག་དེ་ཚོ་ཐམས་ཅད་ག་རེ་ཡིན་ན་དང་དུ་བླངས་ནས་དེ་མ་འོངས་པ་ལ་མཁན་པོའི་མཚན་གནས་སླེབས་ཚར་རྒྱུ་ད་རྩ་ནས་གོ་རྒྱུ་རིག་རྒྱུ་རྩ་ནས་མི་མཁས་མ་ཡིན་པ་གི་ཡང་ནས་ཡང་དུ་དང་ཞབས་ཕྱི་ག་རེ་ཞུ་རྒྱུ་ཡོད་ན་ཞུ་ཡག་གི་དཔེ་དེ་སེམས་ཀྱི་དམ་བཅའ་འདྲ་པོ་ཟིན་མེད་དེ་ཚོ་དེ་ལས་གླིང་ག་ཆེན་པོ་རེད་དྲན་གི་ཡོད་དེ་ནས་མ་ལས་ཀྱི་ངས་བྱས་ན་མི་ལ་ད།